ང་ཚོས་ད་ལྟ་བརྙན་ལམ་ནས་མཐོང་བཞིན་པ་འདི་ནི་མ་འོངས་པའི་མིའི་རིགས་ཀྱི་འཚོ་གནས་དེ་སྐར་མ་མིག་དམར་སྟེང་གི་འཁོར་ཡུག་རེད། མ་འོངས་པར་མིའི་རིགས་སྐར་མ་མིག་དམར་སྟེང་གནས་སྤོ་བྱེད་ཐུབ་མིན་ནི་ཧ་ཅང་སྤྲོ་སྣང་ལྡན་པའི་གནད་དོན་ཞིག་དང་ཡང་ན་འགྲན་སློང་ཡོད་པའི་དན་རྟགས་ཤིག་དང་གྱུར་ཡོད། སྐར་མ་མིག་དམར་ནི་ཉི་མའི་ཁྱིམ་རྒྱའི་ཁྲོད་སའི་གོ་ལ་དང་ཆེས་ཐག་ཉེ་བའི་རྒྱུ་སྐར་གྱི་འགྲེལ་བཤད་ཡིན་ལ། མིའི་རིགས་ཀྱིས་བར་སྣང་འཚོལ་ཞིབ་བྱེད་པའི་དམིགས་འབེན་གལ་ཆེན་ཞིག་ཀྱང་རེད། འོན་ཀྱང། མིག་དམར་དང་སའི་གོ་ལར་མི་འདྲ་ས་མང་པོ་ཡོད་པ་སྟེ་དཔེར་ན་དྲོད་ཚད་དང་རླུང་ཁམས་ཆེན་མོ། རྗེས་ཕྱོགས། ཆུ་ཡི་ཐོན་ཁུངས་དང་སྐྱེ་དངོས་འཚར་སྐྱེ་སོགས་དེ་དག་ཚང་མས་མིའི་རིགས་ཀྱི་འཚོ་གནས་དང་འཕེལ་རྒྱས་ལ་སྐུལ་འདེད་དང་ཤུགས་རྐྱེན་ཐེབས་སྲིད་ཀྱི་རེད། ད་དུང་སྐར་མ་མིག་དམར་སྟེང་ང་ཚོའི་ལུས་པོའི་རྗེས་ཕྱོགས་ལ་སའི་གོ་ལའི་བརྒྱ་ཆ་སུམ་ཅུ་སོ་བརྒྱད་ལས་མེད་པས་མིའི་རིགས་ཀྱིས་སྐར་མ་མིག་དམར་ཐོག་དེ་བས་བབ་བབ་ཚོར་སྣང་ཡོང་སྲིད་ལ། ཁྱུང་ཚད་དེ་བས་མཐོ་བ་དང་རྒྱུག་ཚད་དེ་བས་མགྱོགས་པ་ཡོང་རྒྱུ་རེད་ཟེར། ཡང་འགའ་ཞིག་གིས། དུས་ཡུན་རིང་པོར་འགྱིག་ཤོག་དམར་བོ་འཁོར་ཡུག་ཏུ་འཚོ་བ་རོལ་དགོས་ན། མིའི་རིགས་ཀྱི་རུས་པ་དང་ཤ་གནད་འཁམས་པ། སྙིང་ཁམས་ཁྲག་རྩིས་མ་ལག་དང་རིམས་འགོག་མ་ལག་ལ་ནད་ཅུང་ཐེབས་པ་དང། ཐ་ན་མིའི་རིགས་ཀྱི་ཁྲག་གི་སྐྱེ་བའི་ནུས་པ་ལའང་ཤུགས་རྐྱེན་ཐེབས་སྲིད། དེར་བརྟེན། མིའི་རིགས་ཀྱིས་སྐར་མ་མིག་དམར་ཐོག་དུས་བཀག་ལྟར་མཇུག་མཐར་བསྲེགས་པའམ་ཡང་ན་དམིགས་བསལ་གྱི་གྱོན་ཆས་བྱུང་ནས་སྲིད་གོ་ལའི་འགྱིག་ཤོག་ལ་ལད་མོ་བཟོས་དགོས་ཡང་ཟེར། སྤྱིར་བཏང་སྐར་མ་མིག་དམར་གྱི་རླུང་ཁམས་ཆེན་མོ་ནི། གཙོ་བོ་དབྱང་གཉིས་ཐེངས་བརྩེགས་ལས་གྲུབ་པ་དང་གནོན་ཤོག་ནག་བསིལ་གོ་ལའི་བརྒྱ་ཆ་ཐུག་ཚ་གྲོགས་ལས་མེད་པ་དེའི་ཐོག་ནས་མིའི་རིགས་ཀྱིས་མིག་དམར་ཐོག་ཨོག་འགྱིང་ངོབས་ཟིན་ཐུབ་མིན་ལ་གནད་དུ་ཡོད་པས་གསར་གཏོད་ཀྱི་ལས་གཞི་གལ་ཆེན་ཞིག་ཀྱང་དགོས་པར་བཤད་འདུག་རིག་གནས་ཐད་སྐར་མ་མིག་དམར་ནི་འཇིག་རྟེན་གསར་པ་ཞིག་ཡིན་པས་མིའི་རིགས་ཀྱིས་སྐར་མ་མིག་དམར་ཐོག་རང་ཉིད་ཀྱི་རིག་གནས་དང་སྤྱི་ཚོགས་གསར་བཞེངས་བྱེད་དགོས་པ་དང་བསིལ་གོ་ལའི་ཐོག་དང་མི་འདྲ་བས་ཐ་ན་སྐར་མ་མིག་དམར་རང་ཚུགས་ཀྱི་འགུལ་སྐྱོད་ཀྱང་ཡོང་སྲིད་པ་དང། དེར་བརྟེན་མིའི་རིགས་ཀྱིས་མིག་དམར་ཐོག་རམ་བཟོ་འཁོར་གཡོག་ལ་བརྩི་འཇོག་དང་སྲུང་སྐྱོབ་བྱེད་དགོས་པ་དང། ཡང་ན་མིག་དམར་གྱི་ཐོན་ཁུངས་བསྒྱུར་བཀོད་དང་བེད་སྤྱོད་བྱས་ནས་མིག་དམར་གྱི་ཤེས་རིག་འཛུགས་སྐྲན་དང་འཕེལ་རྒྱས་གཏོང་དགོས་པ་ཡང་བཤད་འདུག་མིའི་རིགས་ཀྱིས་མིག་དམར་ཐོག་ཚེ་སྲོག་འཚོལ་ཡུལ་དང། ཡང་ན་མིག་དམར་གྱི་ཚེ་སྲོག་སྲུང་སྐྱོང་དང་མིག་དམར་གྱི་འཆམ་མཐུན་འཛུགས་སྐྲན་དང་སྲུང་སྐྱོབ་བྱེད་དགོས་ལ། གལ་ཏེ་མིའི་རིགས་སྐར་མ་མིག་དམར་དུ་གནས་སྤོ་སོང་ཐུབ་ན། དེར་ཧ་ཅང་སྤྲོ་སྣང་ལྡན་པ་དང། འགྲན་སློང་ཡོད་པའི་བཟའ་བ་མང་པོ་ཡང་མྱོང་སྲིད། བཟའ་བ་འདི་དག་གིས་མིའི་རིགས་ཀྱི་ལུས་པོ་དང་སེམས་ཁམས། རིག་གནས་སོགས་ཀྱི་ཐད་ལ་ཤུགས་རྐྱེན་དང་སྐུལ་འདེད་ཡང་གཏོང་སྲིད། མདོར་ན་མིའི་རིགས་རྒྱ་སྐྱེད་ངང་སྐར་མ་མིག་དམར་ཐོག་གནས་སྤོ་གསུང་ཐུབ་མིན་ནི་མིའི་རིགས་ཀྱི་བློ་གྲོས་དང་སྙིང་སྟོབས་ལ་རག་ལས་ཡོད་ལ། མིའི་རིགས་ཀྱི་ཀུན་སྤྱོད་དང་འགན་འཁྲི་ལའང་རག་ལས་ཡོད། སྐར་མ་མིག་དམར་ནི་མཛེས་སྡུག་ལྡན་པའི་ཕུགས་བསམ་ཞིག་ཡིན་ལ་དཀའ་ཚེགས་ཆེ་བའི་གནད་དོན་ཞིག་ཀྱང་ཡིན། མིའི་རིགས་ཀྱི་ཕུགས་བསམ་དུ་མངོན་འགྱུར་བཟོས་ཐུབ་མིན་ནི་ང་ཚོས་རེ་སྒུག་བྱེད་ཆོག་ལ་ཤེས་རབ་དང་བློ་གྲོས་ལྡན་པོས་མིག་དམར་མཚོར་གཡས་པ་དང་འཇོན་ཐང་དང་སྙིང་སྟོབས་ལྡན་པོས་རླབས་ཆེ་བའི་སྐྱེས་བུ་ཚོར་སྙིང་དབུས་ནས་ཡི་རང་དང་རེ་འདུན་ཡང་བསྐྱང་ཆོག།